བདག་གི་ཁུ་བོ་ཡི་ལས་བརྩོན་པ་པོ་མོ་པོ་སངས། བདག་གི་གཞིས་ཁྱིམ་ཧ་ཧྥོར་ན་ཡོད། ཁྱིམ་ཚང་གི་ལྟོ་གོས་ཕྱི་ཚུམ་ལས་མེད། བདག་གི་ཨ་ཕས་ལས་ཀ་སྒྲུབ་སྟེ་ནམ་རྒྱུན་གཞུང་ལས་ཁང་ནས་ཕྱིར་ལོག་དུས་ཤིན་ཏུ་འཕྱིས་ཀྱང། བསླབ་བྱ་ཉུང་ཉུང་ལས་མེད། བདག་ལ་ད་དུང་ཨ་ཅེ་གཉིས་ཡོད། ཨ་མས་ང་ཚོའི་ཁྱིམ་ཚང་གི་འཚོ་བའི་མཐུན་རྐྱེན་ཞན་པ་ལ་སེམས་སྡུག་ཚད་མེད་བྱེད། རྒྱུན་དུ་བསམ་ཤེས་མཐོང་ཤེས་བྱེད་དགོས་ཤིང། མི་གཞན་པར་མགྲོན་ལན་ཞུ་དགོས་པར་དོགས་ནས་གཞན་གྱི་མགྲོན་འདུ་བས་ཀྱང་མཐའ་གཅིག་ཏུ་ཞུ་གྱིན་ཡོད། རྒྱུན་ཁའི་བྱ་གླག་ཀྱང་རིན་གོང་བཅག་པ་དང། ཚོང་མི་བཀྲིན་པའི་རིགས་ཉོ་བ་ཡིན། ཨ་ཅེ་གཉིས་ཀའི་བླ་རང་རང་གིས་བཟོས་པ་ཡིན་ལ་རང་ལ་བླ་རང་བཟོ་བར་མི་གཅིག་ལ་སྲང་སྐོར་བཅོ་ལྔ་ཡིན་པའི་འཕར་རྒྱན་ཞིག་ཉོ་ནའང་རིན་གོང་ཡིད་ཙམ་གཏམ་གྱིས་ཉོ་བ་ཡིན། ཡིན་ནའང་ནམ་རྒྱུན་གཟའ་ཉི་མར་ང་ཚོ་ཁྱི་མོ་ཚང་མས་བསམ་འཆར་དཀྲུགས་ཏེ་མཚོ་ཁར་སྤྲོ་འཆམ་དུ་འགྲོ་ཞིང་སྐབས་དེར་ཐག་རིང་ནས་ཕྱིར་ལོག་པའི་བྲག་བཟང་ཆེན་པོ་མཚོ་འགྲམ་དུ་སླེབས་པ་མཐོང་ཚེ་ཨ་ཕས་རྔན་པ་འཐེན་བཞིན། གལ་ཏེ་ཡུ་ལེ་གྲུ་ཆེན་འདིའི་ཐོག་ཏུ་ཡོད་ན་ཅི་འདྲའི་དགའ་བ་ལ་ཨང། ཞེས་ནམ་ཡང་ཚིག་འབྲུ་གཅིག་ཀྱང་མི་འགྱུར་བའི་སྐད་ཆ་དེ་བསྐྱར་ཟློས་བྱེད། བདག་གི་ཨ་ཕའི་ནུ་བོ་སྟེ་ཁོ་ཡུ་ལེ་ནི། སྐབས་དེར་ཁྱིམ་གང་པོས་རེ་ལྟོས་བྱེད་ས་འབའ་ཞིག་ཏུ་གྱུར་ཡོད་ཀྱང་དེའི་སྔོན་ལ་ཁྱི་མོ་ཡོངས་ཀྱི་འཁྱགས་སྒོ་ཞིག་ཡིན། གོ་ཐོས་ལྟར་ན་ཁོ་རང་དེ་སྔོན་སྤྱོད་པ་བག་མེད་ཅན་ཞིག་ཡིན་པས། སྒོར་མོ་མི་ཉུང་བ་ཞིག་ཁྱིལ་སེ་སུ་བཏང། ཁྱིམ་ཚང་བློ་ཞིག་ལ་མཚོན་ན་དེ་ནི་ཉེས་དམིགས་ཆེན་པོའི་སྒྲིག་གཞི་ལྟར་བརྩི་ངེས་རེད། ཁྱིམ་ཚང་ཞིག་པོ་ཚོས་རྒྱུགས་སྤྲོད་ལོངས་སྤྱོད་བྱེད་པ་དེ་ནི་དོན་དངོས་ཅོལ་ཆུང་ཙམ་ལྟར་བརྩི་ཞིང། མི་དེའི་རིགས་ལ་ཚང་མས་འཛུམ་དམུལ་དམུལ་གྱིས། སྐྱིད་ཕྲུག་ལངས་ཤོར། ཞེས་འབོད་པ་ལས་གཞན་ཅི། འོན་ཀྱང་ཁྱིམ་ཚང་གློ་བུ་ཞིག་ལ་མཚོན་ན། ན་གཞོན་ཞིག་གིས་རང་གི་ཕ་མའི་གཞི་ཁྱིམ་གྱི་མ་རྩ་མི་སྟོང་རང་སྟོང་གི་གནས་སུ་གྱར་ན། དེ་ནི་རྟིང་ངན་ཆེན་པོ་ཞིག་གམ། ངོ་ཚ་ཁྲེལ་མེད་ཅིག་ཏུ་ངོས་འཛིན་པ་སྨོས་ཅི་དགོས། ཁུ་བོ་ཡེ་ལིས་ཕ་མས་ཁོ་རང་ལ་བཞག་པའི་གུས་སྐུལ་གྱི་རྒྱུ་ནོར་གཙང་མར་བཟོས་ཚར་བ་མ་ཟད། ད་དུང་བདག་གི་ཨ་ཕའི་གུས་སྐུལ་ནས་ཀྱང་གང་མང་ཞིག་ཧམ་བསུས་བྱས། མི་རྣམས་ཀྱིས་སྐབས་དེ་གའི་ལུགས་སྲོལ་ལྟར་ཁོ་ཧྭ་ཧྥོར་ནས་ནེའུ་ཡོག་ལ་བསྐྱོད་པའི་ཚོང་ཁྲི་ཞིག་གི་ནང་དུ་བསྐྱལ་ནས་ཨ་མེ་རི་ཀའི་གླིང་དུ་བརྫངས། དེ་གར་འབྱོར་མ་ཐག་ཏུ་བདག་གི་ཁུ་བོ་ཡེ་ལིས་ཁེ་ཚོང་ཅི་ཞིག་བརྒྱབ་པ་ཆ་མ་འཚལ་ཡང། དུས་ཚོད་རིང་པོ་མ་སོང་བར་ཡི་གེ་ཞིག་འབྱོར་སྲིད་ལ། ཁོས་ཁེར་ཕོག་ཅུང་ཙམ་འདོན་པས་དེ་སྔ་ཨ་ཕ་ལ་ཅུང་ཇི་ཙམ་ཕོག་པ་དེ་ཙམ་གྱིས་སྐྱིན་ཚབ་སྤྲོད་ཀྱི་འདོད་ཚུལ་བརྗོད་ཡོད་པས་ཡི་གེ་དེས་བདག་གི་ཁྱིམ་མི་ཡོངས་ལ་དགའ་བ་ཚད་ལས་འདས་པ་ཞིག་བྱས་བྱུང། སྔོན་ཆད་ཚང་མས་ཁྱི་སྐྱག་ལའང་མི་དོ་རུ་འདོད་པའི་ཡུ་ལེ་དེ་མི་ཚིག་མཐུན་ཞིག་དང་རྒྱུ་འབྲས་བརྩི་མཁན་ཞིག་ཏུ་གྱུར། གྲི་ཧོན་ཞིག་གིས་ང་ཚོར་ལྟ་དང་ཁོང་གིས་ཚོང་ཁང་ཆེན་པོ་ཞིག་གཉེར་ནས་ཁེར་ཕོག་མི་ཉུང་བ་ལེན་བཞིན་ཡོད་ཚུལ་བཤད་བྱུང། ལོ་གཉིས་ཙམ་གྱི་རྗེས་སུ་འཕྲིན་ཡིག་ཐེངས་གཉིས་པ་འབྱོར་བའི་ནང་དུ། བདག་གི་བརྩེ་ལྡན་གཅེན་པོ། ཧྥེ་ལི་ཕུ་ལ་ཆེད་དུ་ཕུལ་དོན། ཁྱོད་ཀྱིས་བདག་གི་ལུས་ཕུང་བདེ་མིན་ལ་སེམས་ཁུར་བྱས་དོགས་ཀྱིས་འཕྲིན་ཡིག་འདི་བྲིས་པ་ལགས། ང་ལ་མི་འདོད་ལགས་གསར་འཚེ་དང་བྲལ་ཞིང་ཁེ་ཚོང་གི་བྱ་བའང་ཡར་ཏན་དུ་མཆིས། སང་ཉིན་ང་ཨ་མེ་རི་ཀ་ལྷོ་མར་མཆིས་ཏེ་ལྗོངས་ཀྱི་སྐྱོབ་སྲུང་རང་བཙན་ཞིག་བྱེད་ཀྱི་ཡིན་པས་ལོ་འགར་ཁྱོད་ལ་འཕྲིན་ཡིག་མི་འབྱོར་བའང་སྲིད། དེ་ལྟར་ནའང། ཐིག་ངེར་བྱེད་དགོས་དོན་ཅང་མེད། ང་ནམ་ཞིག་ཕྱུག་པོར་གྱུར་ཚེ་ཕྱིར་ཧ་ཧྥོར་དུ་ལོག་ངེས་ཡིན་པས། ང་ཚོ་མི་རིང་བར་ལྷན་འཛོམས་འབྱུང་བའི་རེ་བ་སྙིང་ལ་བཅངས་ཡོད། དེ་ལྟའི་ང་ཚོས་ལྷན་ཅིག་ཏུ་བདེ་སྐྱིད་ཀྱི་འཚོ་བར་རོལ་ཐུབ་ཀྱི་རེད། ཅེས་བྲིས་ཡོད། འཕྲིན་ཡིག་དེས་ང་ཚོ་ཁྱིམ་རྐང་པའི་འཕྲིན་བཟང་ཕོ་ཉར་གྱུར་པས། ཁོམ་ལོང་རེ་བྱུང་ཚེ་ཀློག་པ་དང། མགྲོན་པོ་སླེབས་ཚུལ་ལ་འཕྲིན་ཡིག་དེ་སྟོན་པར་དགའ། ཏག་ཏག་ལོ་བཅུའི་རིང་ལ་ཁོ་ཡུལ་ལས་འཕྲིན་ཡིག་གཅིག་ཀྱང་འབྱོར་མ་བྱུང། ཡིན་ནའང། བདག་གི་ཨ་ཕའི་རེ་སྒུག་གི་བསམ་པའང་དཀོན་པའི་ཆུ་འདོད་ལྟར་སྔར་ལས་ཤུགས་ཇེ་ཆེར་གྱུར། ཨ་མས་ཀྱང་རྒྱུན་དུ། ཡུལ་ལས་གཞུང་བཟང་ཅན་འདི་ནམ་ཞིག་ལ་ཕྱིར་ལོག་ཚེ། ང་ཚོའི་སྤྱིར་སྡུག་ལ་འགྱུར་ལྡོག་ཆེན་པོ་ཞིག་འབྱུང་ངེས་རེད། ཁོར་ངེས་ནས་མི་ཐབས་མཁས་ཤིག་རེད་ཨང། ཞེས་བསྟོད་པ་བྱས། དེ་ནས་བཟུང་གཟའ་ཉི་མ་རེ་ལ་དྲག་བཟང་ཆེན་པོ་ལས་གཡུ་འབྲུག་སྔོན་མོ་འཁྱུག་པ་དང་མཚུངས་པའི་དུ་བ་ནག་པོ་བར་སྣང་ལ་འཁྱུག་བཞིན་ནམ་མཁའི་ཕ་མཐའ་ནས་ཚུར་ཡོང་བ་མཐོང་ཚེ་ཨ་ཕས་སྔར་མུས་ལྟར་རྔན་པ་འཐེན་བཞིན། གལ་ཏེ་ཡུ་ལེ་གྲུ་ཆེན་དེ་ཐོག་ཏུ་ཡོད་ན་ཇི་འདྲའི་དགའ་བ་ལ་ཨང། ཞེས་ནམ་ཡང་མི་འགྱུར་བའི་ཚིག་དེ་བསྐྱར་ཟློས་བྱེད་ཅིང། ཚང་མས་ཀྱང་ཁོ་སླེབས་བཞིན་པ་ལྟར་སྒུག་པ་དང། ད་དུང་ཁོས་ལག་ཕྱིས་གཡུགས་ཏེ་ཀྱེ། ཧྥེ་ལི་ཕི། ཞེས་མཐོང་བ་ལྟར་སྒམ་འབོད་བྱེད། ཁོ་ཕྱིར་ལོག་ངེས་ཡིན་པའི་ཐད་ལ་ཚང་མས་སྔ་མོ་ནས་འཆར་གཞི་ཤིན་ཏུ་མི་ཉུང་བ་ཞིག་བཀོད་ཡོད་ཅིང། ཐ་ན་ཁོས་དངུལ་སྒོར་སྤྱད་དེ་སྤྲོ་རྐང་ཞིག་ཉོ་རྒྱུའི་འཆར་གཞིའང་བཀོད་ཟིན། ཨ་ཕས་དེ་ལྟར་ཁང་བདག་དང་གྲི་མོ་ལ་ཞུས་ཡོད་མོད་དེ་བདག་ལ་གསལ་ཁ་མི་འདུག། བདག་གི་ཨ་ཅེ་ཆེ་བ་དེ་ལྟའི་ལོ་ཉེར་བརྒྱད་དང་ཆུང་བ་ལོ་ཉེར་དྲུག་ལ་སླེབས་ཀྱང་ད་དུང་སྙིང་རྟགས་འཇགས་མཁན་མ་བྱུང་བས་ཚང་མར་སེམས་ཁྲལ་ཆེན་པོ་བྱུང། ཉིན་ཞིག་ལ་ཨ་ཅེ་ཆུང་བ་མནའ་མར་ལྷུང་མཁན་ཞིག་བྱུང། དེ་ནི་གཞུང་ལས་པ་ཞིག་རེད། དངུལ་སྒོར་མང་པོ་མེད་ཀྱང་ངའི་གཞུང་བཟང་ཞིག་ཡིན་པ་འདྲ། ཉིན་ཞིག་གི་དགོང་མོར་ང་ཚོས་ཁོ་ལ་ཁོའི་ཡུལ་ལས་འཕྲིན་ཡིག་དེ་བསྟན་པས། ན་གཞོན་དེས་ད་གཟོད་ཐེ་ཚོམ་མེད་པར་ཨ་ཅེ་ན་མུར་ལེན་གྱི་སེམས་ཐག་བཅད་པ་གདོན་མི་ཟ། ཁྱིམ་ཚང་གི་འཕྲལ་མ་ཉིད་དུ་ཡུལ་མཐུད་བྱུང་བའི་བརྡ་ལན་སྤྲད་ཀྱང། གཉེན་སྟོན་བྱས་རྗེས་ཁྱིམ་གང་པོ་བྲེལ་སའི་གླིང་ཕྲན་དུ་སྤྲོ་འཆམ་བྱེད་པར་འགྲོ་བའི་ཐག་བཅད། འབྲེལ་ཚད་གླིང་ཕྲན་ནི་འབྱོར་བ་དམན་པ་རྣམས་སྤྲོ་འཆམ་བྱེད་སའི་གནས་ཡིད་དུ་འོང་བ་ཞིག་རེད། དེ་ནི་དབྱིན་ཇིའི་ས་ཁོངས་ཤིག་ཡིན་ཞིང། ས་ཐག་རིང་བོ་ཞིག་མིན་པས་གྲུ་ཆུང་རུ་བསྡད་ནས་སྐྱོད་ནའང་སླེབས་ཐུབ་པ་རེད། དེར་བརྟེན་ཧྥ་རན་སིའི་མི་ཆུ་ཚོད་གཉིས་ཙམ་རིང་ལ་གྲུ་བསྐྱོད་བྱས་ཚེ་ཁྱིམ་མཚེས་རྒྱལ་ཁབ་ཏུ་སླེབས་ཤིང། དེ་གའི་མི་རིགས་ལ་ལྟ་ཆོག་ལ། པུ་ལེ་ཐེ་རྒྱལ་དར་གྱིས་ཡོངས་སུ་ཁེབས་པའི་གླིང་ཕྲན་དེའི་ཡུལ་སྲོལ་གོམས་འདྲིས་ལའང་བརྟག་དཔྱད་བྱེད་ཆོག་པ་ཡིན། བྲེལ་ཟས་གླིང་ཕྲན་དུ་ཡུལ་སྐོར་སྤྲོ་འཆམ་བྱེད་པ་ནི་ང་ཚོའི་ཉིན་མཚན་ཀུན་ཏུ་རེ་ཞིང་འདོད་པའི་དོན་ཉག་ཅིག་ཡིན། ང་ཚོ་གཞི་ནས་ལམ་ལ་ཆས་སོང། ང་ཚོ་ཚང་མ་གྲི་ཐོག་ཏུ་བུད་རྗེས་གྲི་བཟང་མདུན་དུ་བསྐྱོད་དེ། རིམ་བཞིན་གྲི་ཁ་དང་ཐག་ཇེ་རིང་ཇེ་རིང་དུ་སོང་ནས་བདེ་ཞིང་སྙོམས་ལ། སྔོན་པོ་གཡུ་ལས་བྱས་པའི་ཅོག་ཙེའི་ངོས་དང་འདྲ་བའི་རྒྱ་མཚོའི་ཀློང་དུ་ཞུགས། ང་ཚོ་ཡུལ་སྐོར་སྤྲོ་འཆམ་དུ་འགྲོ་མ་མྱོང་བའི་མི་རྣམས་དང་འདྲ་བར། སེམས་ལ་རྒ་བསྡིགས་མྱི་ཤིང་སྤོབས་པས་རབ་ཏུ་གང། ཨ་ཕའི་གློ་བུར་དུ་མི་དྲག་གཉིས་ཀྱིས་འཆོར་ཉམས་ལྡན་པའི་སྐྱེ་དམག་གཉིས་ལ་ཉྭ་སོག་གི་ཤེལ་བསྲེས་འབུལ་བ་དང། རིགས་ཀྱི་ཧྲལ་ཧྲལ་གྱོན་པའི་ཉལ་པ་རྒན་པོ་ཞིག་གིས་གྲི་ཆུང་བཟུང་ནས། ཉྭ་སོག་གི་ཁོག་པ་གཤགས་ཏེ་མི་དྲག་དེ་གཉིས་ལ་ཕུལ་བ་དང། དེ་གཉིས་ཀྱིས་ལྕམ་གཉིས་ལ་སྟེར་བ་མཐོང་སོང། ཁོ་ཚོས་བྱས་ཚུལ་དེ་རྙེད་ནས་འདྲ་ཆགས་པོ་ཞིག་རེད་དེ། གྱོན་པ་ནག་པོར་བཏགས་ནས་ལག་ཕྱིས་སྤུས་ལེགས་ཤིག་གིས་ཉྭ་སོག་སྐྱིབས་ཤིང་གཡས་རུ་བཏགས། མཆུ་མདུན་དུ་བཅངས་ཏེ་འགུལ་ཙམ་འགུལ་ཙམ་གྱིས་ཁ་བ་ཐམས་ཅད་བཞུབས་རྗེས་ལྐོག་ཤན་མཚོ་ནང་དག་ཡིག་ཉྭ་སོགས་བཞི་ལུགས་དེ་འདྲ་བས་ངའི་ཨ་ཕའི་ཡིད་དབང་མེད་དུ་འཕྲོག་པ་སྨོས་མ་དགོས། ཨ་ཕ་ངའི་ཨ་མ་དང་ཨ་ཅེ་གཉིས་ཀྱི་གམ་དུ་སོང་ནས། ངས་ཁྱོད་ཚོར་ཉྭ་སོགས་འགའ་ཉོས་ན་ཇི་འདྲ་འདུག། ཅེས་དྲིས། ཨ་མས་དངུལ་སྒོར་སྟོང་མ་འདོད་པར་ཐེ་ཚོམ་གྱི་ངང་དུ་བཞག་འོན་ཀྱང་ཨ་ཅེ་གཉིས་ཀྱིས་རྒབ་མདོག་བསྟན་པས། ཨ་མས་ཅུང་མ་རངས་པའི་ཚུལ་གྱིས། ངའི་ཕོ་བ་ན་རུ་དོགས་པ་ཡིན། ཁྱོད་ཀྱིས་བྱིས་པ་ཚོ་ལ་ཁ་ཤས་ཉིས་ཤིག། མང་པོ་མ་ཉོ། མིང་གྲགས་ན་ཕོ་བ་ན་ངེས་རེད། ཟེར་བཞིན་ཁ་ཚིར་བལྟས་ནས་ང་ལ། ཡོ་སོ་ཕི་ལ་ཟ་རུ་མ་འཇུག། བྱིས་པ་ལོང་ཤུར་དུ་མ་གཏོང། ཟེར། ང་ཨ་མའི་གམ་དུ་མི་འདུག་ག་མེད་གྱུར་ཅིང། སེམས་སུ་ཁོ་མོས་དེ་ལྟར་ཤོག་ཤིང་འཁྱེར་བ་ནི་རྒྱུ་འབྲས་མེད་པར་སྙམ། ངས་ཨ་ཕའི་རྗེས་སུ་བལྟས་ཚེ་ཨ་ཕས་སེང་གེ་འགྱིང་སྟབས་ཀྱིས། བུ་མོ་གཉིས་ཀ་དང་དམག་པ་ཁྲི་ནས་རིགས་ཀྱི་ཧྲལ་ཧྲལ་བྱོན་པའི་གཉའ་པར་རྒད་པོ་དེའི་གམ་དུ་སོང། གློ་བུར་དུ་ཨ་ཕ་ཏོག་མ་བདེ་བར་ཕྱིར་ནུར་འགའ་བྱས་ཤིང་གཉའ་ཟོག་ཚོང་མཁན་གྱི་གམ་དུ་འཚང་བའི་བུ་མོ་དང་དམག་པར་མིག་ཧྲིག་ཧྲིག་གིས་བལྟས། དེ་ནས་ཨ་ཕ་གློ་བུར་དུ་ང་ཚོའི་ཕྱོགས་སུ་རྟབ་རྟབ་པར་འོངས། ཁོས་བཞིན་མདོག་སྐྱ་བོར་གྱུར། མིག་མདངས་ཀྱང་ཤོར་ཏེ་སྤྱང་བའི་ངག་གིས་ཨ་མ་ལ། ངོ་མ་ཡ་མཚན་ཆེ། ཉལ་སོང་འཚོང་མཁན་དེ་ཡུ་ལེ་དང་དེ་འདྲའི་འདྲ་བ་ལ། ཞེས་ཟེར། ཨ་མ་ཧ་ལས་ཏེ། ཡུ་ལེ་ཟེར་བ་སུ་རེད། ཅེས་དྲིས་པ་ན་ཨ་ཕ་ན་རེ། ངའི། ངའི་ནུ་བོ་ཡུ་ལེ་ཟེར་བ་ཡིན། གལ་ཏེ་ངས་ཁོ་ད་ལྟ་ཨ་མེ་རི་ཀར་ཡོད་པ་དང་ཐོབ་ཐང་མི་དམན་པ་ཞིག་ཀྱང་རག་ཡོད་པ་མ་ཤེས་ཚེ། ངས་ཁོར་ངེས་གནས་ཡི་ལས་རེད་བསམ་པ་འདུག། ཅེས་ཟེར། ཨ་མས་ཀྱང་འཚབ་འཚུབ་ཀྱིས། ཁྱོད་གཉིས་པ་ཡིན་ནམ། ཁྱོད་ཀྱིས་ཁོ་མིན་པ་ཤེས་བཞིན་དུ་སྙོབ་བཤད་དེ་འདྲ་མ་སྟོན་ཅི། ཞེས་ཟེར། འོན་ཀྱང་ཨ་ཕས་ད་དུང་སེམས་མ་བདེ་རུ་ནན་ཏན་གྱིས། ཁེ་ལ་ལས་སུ་ཆུ་ལ་སོང་ནས་བཏུ་དང་ཆུ་ལ་རྔས་སུ་སོང་ནས་བཏུས་ཏེ་གནས་ཚུལ་དེ་གསལ་བོ་ཞིག་རྒྱུས་ལོན་བྱོས། ཞེས་བཤད། ཨ་མ་ཡར་ལངས་ནས་བུ་མོ་གཉིས་ཀྱི་འཁྲིས་སུ་སོང། ངས་ཀྱང་བསྐྱངས་ནས་མི་དེ་ལ་ཕར་ཚུགས་སུ་བལྟས་པ་ན། མི་དེས་སྒོས་ཤིང་ཁོག་ལ་ལུས་པོ་ཡོངས་སུ

འོན་ཀྱང་གཟབ་གཟབ་ཀྱིས། ཕུང་འདྲེ་འདི་སླར་ཡང་ང་ཚོ་འཕུང་དུ་འཇུག་མི་རུང། ཞེས་ཟེར། ཨ་ཕས་ཆེ་ཚིག་བརྡོལ་བའི་ཉམས་སྟངས་ཀྱིས་གྲི་ཧོན་གྱི་གམ་དུ་བཅར་ནས་དེ་ལ་ངོ་རྟོལ་བྱེད་བཞིན། གྲེར་སའི་དབང་ཁྲལ་འདི་གལ་འགངས་ཅི་འདྲ་ཆེ་ཚུལ་དང་ཐོན་རྫས་ཅི་དང་ཅི་ཡོད་ཚུལ། མི་གྲངས་ཇི་ཙམ་ཡོད་ཚུལ། ཡུལ་སྲོལ་གོམས་གཤིས་ཇི་འདྲ་ཡིན་ཚུལ། ས་གཤིས་ཇི་འདྲ་ཡིན་ཚུལ་སོགས་ཁོའི་ལས་ཀ་དང་འབྲེལ་བའི་འབྲི་ཚིག་སྣ་ཚོགས་བཏོན། དེ་ནས་རིམ་གྱིས་གླེང་གཞི་སྣ་ཚོགས་བཏོད་ཚེ། ཆེམས་གཉེར་འཚོལ་སྒྲུབ་ཕྱོགས་ལ་གཏམ་གྱི་ཁ་ལོ་བསྒྱུར་ཏེ་ཉན་པ་རྣམས་ཀྱི་སྐུར་བླངས། མཐར་ཨ་ཕས། ཁྱེད་ཀྱི་གྲི་ཐོག་ན་ཉྭ་སོག་འཚོང་མཁན་རྒད་པོ་ཞིག་འོད་པ་དེ་ངོ་མ་དགོད་བྲོ་བ་ཞིག་རེད། ཁྱེད་ཀྱིས་དེའི་གནས་ཚུལ་ཅུང་ཙམ་རེ་རྟོགས་སམ། ཞེས་དྲིས། སྐད་ཆ་དེར་གྲི་ཧོན་ཚིག་པ་ཟེར་ཏེ་གདོང་ནག་རོག་གེར་བཤད་དོན། དེ་ནི་ཧྥ་རན་སིའི་སྤྲང་ཁྱིམ་རྒན་པོ་ཞིག་རེད། ན་ནིང་ང་ལ་ཨ་མེ་རི་ཀ་ནས་ཐུག་བྱུང་བས་ངས་ཁོ་ཕྱིར་རང་རྒྱལ་དུ་འཁྲིད་ཡོང་པ་ཡིན། ཁོས་བཤད་པ་ལྟར་ན་ཧྭ་ཧྥོར་ན་གཉེན་ཉེ་ཡོད་ཅིང། ཁོས་དེ་ཚོར་སྒོར་མོ་མི་ཉུང་བ་ཞིག་ཁྱེར་ཡོད་པས། དེ་ཚོ་ཡོད་ཚོད་འགྲོ་འདོད་མེད་ཟེར། ཁོས་མང་ལ་ཡི་ལེ་ཟེར། རིགས་ལ་དར་མངས་སུའམ་ཡང་ན་དར་བོང་སུ་ཞེས་ཟེར་ཡང་ཆོག་སྟེ། གང་ལྟར་མིང་དེ་དང་ཆ་འདྲ་བ་ཞིག་ཡིན་གོ་ཚོད་ལ་ཨ་མེ་རི་ཀར་དེ་སྔོན་སྐབས་ཤིག་ལ་ཁོ་རྒྱུ་ལུད་ཅིག་ཡིན་པ་འདྲ། ད་ཁྱོད་ཀྱི་ལྟོས་དང། ད་ལྟ་ཁོ་ཅི་འདྲའི་གནས་སུ་ལྷུང་འདུག། ཨ་ཕས་བཞིན་དང་སྐད་ཅིག་ལ་ཐལ་སྐྱར་གྱུར། མིག་ཧྲིག་ཧྲིག་དང་ཁོ་མོས་དུ་གྱུར་ཏེ་དབུགས་སྟོད་ལ་འཚང་ནས་མགྲིན་པ་རྣོ་བཞིན་དུ་ཨོ་ཨོ་རེད་དེ་རེད་དེ་ལ་ང་ཡ་མཚན་ཅི་ཡང་མེད། བཀའ་དྲིན་ཆེ་གྲགས་དཔོན་ལགས་ཞེས་བཤད་ཚར་མ་ཐག་ཏུ་རང་དཔེར་ཕྱིར་འཁོར་ནས་ཡོང། ཁོ་ཨ་མའི་གམ་དུ་སླེབས་པ་ན་ངོ་མདོག་ཡོངས་སུ་འགྱུར་སོང། ཨ་མའི་བྲེལ་འཚུབ་ཀྱིས། མི་ལྟོས་དང་ཁོ་ཚོ་དོན་འདི་འདྲ་ཞིག་བྱུང་ཡོད་པ་ཤེས་སུ་འཇུག་མི་རུང། ཞེས་ཟེར། ཁོ་རྐུབ་སྟེགས་རིང་བའི་ཐོག་ཏུ་བསྡད་ནས་ད་མ་སྡུག་གིས། ཁོ་རེད། ངོ་མ་ཁོ་རེད། ད་ང་ཚོས་ཅི་བྱེད། ཅེས་ཟེར། ཨ་མའི་འཕྲལ་དུ། བྱིས་པ་ཚོ་ཚུར་ཁྲིད་ཡོང་གིས། ཡོ་སི་ཧི་ཤེས་ཟིན་པས་ཁོ་སྔགས་ནས་ཁོ་ཚོ་བས་ཤོག། ལྷག་པར་དུ་དམག་དཔེར་ཤེས་སུ་འཇུག་མི་རུང། ཞེས་ཟེར། ཨ་པ་སྟེང་ནས་ཡི་མུག་སྟེ་རྡབ་རྡབ་ཀྱིས། ཀྱེ་མ། འདི་ནི་གནམ་ནས་ལྷུང་བའི་འཁྱག་སྒོ་ཞིག་རེད་ཨང། ཞེས་སྨྲེ་སྔགས་འདོན་པ་ལ་ཨ་མ་གློ་བུར་དུ་ཁྲིད་དེ། ངའི་དེ་སྔ་ནས་འཕོང་འདྲེ་འདི་ནི་རྗེས་སུ་མེད་པ་དང། ཁོ་ནམ་ཞིག་ཚུར་ལོག་ནས་ང་ཚོ་གཤོད་འདྲལ་བྱེད་ངེས་ཡིན་པ་ཤེས་བྱུང། ཁྱོད་ཀྱིས་ཡོ་སེ་ཧྥུ་ལ་དངུལ་རྒོལ་བྱས་ནས་ཉ་ཚོགས་ཀྱི་རིན་སྤྲོད་དུ་ཆུགས། གལ་ཏེ་སྤྲང་རྒན་དེའི་ངོ་ཤེས་ཚེ་གྲི་ཐོག་འདི་རུ་སྟག་མོ་གཅིག་བྲོ་བ་ཞིག་སྟོན་ངེས་རེད། ང་ཚོ་ཕ་གིའི་ལོགས་ལ་འགྲོ། རྟིང་ངན་དེ་ང་ཚོའི་གམ་དུ་དུད་དུ་འཇུག་མི་རུང། ཞེས་བཤད་ཞོར་དུ་ཁོ་མོ་ཡར་བསླངས་ཏེ་ང་ལ་ཧྥ་རན་སིའི་དངུལ་རྒོལ་རྔ་བ་སྤྲད་རྗེས་རང་ཕར་ལོག་ཤུགས་དུ་སོང། ངས་ཉ་ཚོགས་འཚོང་མཁན་དེ་ལ། སྐུ་ཞབས་ལགས་ཁྱོད་ལ་དངུལ་རྒོལ་ག་ཚོད་སྤྲོད་དགོས། ཞེས་དྲིས་པར། ཁོས། བར་སྒོར་གཉིས་དང་སྐར་མ་ལྔ་བཅུ་ཡིན། ཞེས་ཟེར། ངས་ཁོ་ལ་བར་སྒོར་ལྔ་ཅན་གཅིག་བྱིན་པས། ཁོས་ང་ལ་ལྷག་མ་སློག། ངས་ཁོའི་ལག་པར་ལྟོས་ཙ་ན་དེ་ནི་རྨ་ཁལ་དང་གཉེར་མས་ཁེབས་པའི་ཉྭ་པའི་ལག་པ་རང་རེད། ངས་ཡང་ཁོའི་གདོང་ལ་ལྟོས་པ་ན་དེ་ནི་སྐས་ཤིང་ཁོག་ལ་དབུལ་ཞིང་ཕོངས་པའི་གདོང་ཞིག་སྟེ་ངོ་མ་མི་བཟོད་པའི་སྡུག་བསྔལ་གང་མང་ཉམས་སུ་མྱངས་པའི་མདོག་ཧ་ཅང་མི་སྡུག་པ་ཞིག་ཤར་འདུག། ངའི་སེམས་ནས། ཀྱེ་མ། འདི་ནི་བདག་གི་ཁུ་བོ་སྟེ། ཨ་ཕའི་ནུ་བོ་དང་ངའི་ཁུ་བོ་རེད་ཨང། ཞེས་སྨྲེ་ངག་འཐེན་སོང། ངས་དེ་མ་ཐག་ཁོ་ལ་གསང་སྒོར་བཅུ་ཐམ་པ་རྔམ་པར་བྱིན་པས། ཁོས་ང་ལ། སྲིད་སྐྱོང་སྐུ་ཞབས་གནམ་བདག་གིས་ཁྱོད་ལ་གསུང་རུ་སྙོན། ཞེས་ཚིག་གི་གཏང་རག་བཏང་བྱུང། ངས་སྒོར་མོ་གཉིས་ཨ་ཕར་སྤྲད་པ་ན་ཨ་མ་ཡིད་མ་ཆེས་པར། སྒོར་མོ་གསུམ་རེད་འདུག་གམ། དེ་འདྲ་དཔེ་ག་ལ་སྲིད། ཅེས་དྲིས། ངས་ཐེ་ཚོམ་མེད་པར་ངས་ཁོ་ལ་སྲང་གོར་གྱི་སྦྱིན་པ་བཏང་བ་ཡིན། ཞེས་ལན་བཏབ་པ་ན་ཨ་མ་ཧ་ལས་ཏེ་ང་ལ་ཕར་ཚིགས་ཚུར་ལྟ་བཞིན། ཁྱོད་རྙེད་དེ་ལྟས་ངན་དེར་སྲང་གོར་གྱི་བྱིན་པ་ཡིན་ནམ། སྤྲང་པོ་ཁྱེར་ཆག་འདྲ་བ་དེ། ཞེས་གཤེགས་བཤད་གཏོང་བའི་སྒང་ལ་གློ་བུར་དུ་བཤད་མཚམས་ཆད་སོང། དེ་ནི་ཨ་ཕས་ཨ་མར་དམག་པ་བསྟན་ནས་མིག་ཟླ་ཞིག་བཏང་བས་རེད། རེ་ཞིག་ལ་ང་ཚོ་ཚང་མ་ཁ་རོག་གེར་བསྡད། ང་ཚོའི་ལྟ་སྟངས་ལ་ནམ་མཁའི་མཐོངས་ནས་ཁྲག་མདོག་གི་དྲི་མ་ཆེན་པོ་ཞིག་དལ་གྱིས་ཚུར་སླེབས་ལ་ཉེ་བ་ལྟ་བུ་དེ་ནི་སྒེར་སའི་གླིང་ཕྲན་རེད། རང་ཡུལ་དུ་ལོག་དུས་ང་ཚོས་སླར་ཡང་ཁོ་ལ་ཐུག་པར་དོགས་ནས་ཧྲིན་མ་ལའི་མཚོ་གྲུ་ཞིག་ལ་བསྡད་དེ་འོངས་པ་ཡིན། ཀློག་པ་དང་འབྲི་བ། བ་བྱ་ན་རོ་བྱོ་ལ་བཞག་བྱོལ་བྱོལ། ད་རྔ་ན་བཞག་རྔན་པ་ཨ་མཐའ་འབྲི་ངེ་འཐེན་ན་བཞག་འཐེན་རྔན་པ་འཐེན།

དགག་བྱ་མ་བཞག་ལྕམ་བ་ཞབས་ཀྱི་བུ། ལྕམ་བུ་མ་མྱ་ན་བཞག་བསྙེན་པ། བསྙེན་པ་ད་མ་ད་གི་གི་ཏི་ག་བཞག་དུག། ད་མ་དུག། ཕ་ཞབས་ཀྱི་ཕུ་ར་བཞག་འཕུར། ཚ་ཞབས་ཀྱི་ཚུ་ཀ་ས་བཞག་ཚུག། འཕུར་ཚུག། ལ་སྟབས་དག་ལྟ་ར་བཞག་ལྟར། ས་སྣབས་དག་སྣ་ལྔ་བཞག་སྣང། ལྟར་སྣང། ར་གི་གུ་རུ